བཀྲ་ཤིས་ལགས་ངས་བརྙན་ཐུང་གསན་གཟིགས་གནང་མཁན་རྒྱ་ཆེ་མང་ཚོགས་ཡོངས་ལ་རྣམ་པ་ཚོ་ས་གནས་ལ་བབས་པའི་དུས་གསུམ་བདེ་ལེགས་ཞུ་ཡ་ཡིན་ཨ་ནི་ད་ལྟ་བར་དུ་རྒྱབ་སྐྱོར་གནང་བསྡད་པ་དང་ངས་བརྙན་ཐུང་གསན་གཟིགས་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནི་དེ་རིང་གི་བརྙན་ཐུང་གི་བརྙན་ཐུང་འདི་ཨ་ནི། དཔེ་མི་སྒེར་ཆེན་པོ་ཆགས་ཀྱི་ཡོད་རེད་རྣམ་པ་ཚོ་གི་འགོ་བརྗོད་ལ་གཟིགས་བྱས་བྱས་བྱས་ག་ལ་གང་འཚམས་ཀྱི་ཧ་གོ་ས་ཡོད་ཀྱི་རེད་བསམ་གྱི་འདུག་རོ། དེ་འདྲ་སོང་ཙང་དེ་རིང་གི་བརྙན་ཐུང་བརྗོད་གཞི་དང་འབྲེལ་བ་ཡོད་པའི་བརྙན་ཐུང་འདི་མ་བཟོས་སྔས་ལ་ངས་ཀྱི་དེ་རིང་བརྙན་ཐུང་བཟོ་ཡས་ཀྱི་དམིགས་ཡུལ་འདི་ཨ་ནི་མི་སྒེར་དང་མི་སྒེར་དེ་འདྲ་ལ་ཅིག་ཕོག་ཡ་དང་མི་སྒེར་དེ་འདྲ་ལ་ཅིག། དམིགས་འཛུགས་བྱས་བྱས་བྱས་དེ་འདྲའི་རྩ་བ་ཉིད་ནས་མེད། དེ་རིང་ང་ཚོ་ངེད་ཀྱི་བརྗོད་གཞི་འདི་སྤྱི་ཚོགས་གོ་རྟོགས་རང་དང་བོད་ཀྱི་རྩ་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་ཙང་འདི་གོ་རྟོགས་རང་དེ་འདྲའི་ཅིག་ཡིན་མ་གཏོགས་མི་སྒེར་ལ་མ་དགའ་བའི་ཐོག་ནས་འདི་འདྲའི་གིས་བཟོས་བྱ་རྒྱུ་དེ་འདྲའི་རྩ་བ་ཉིད་ནས་མེད། ཅེས་ཞུ་བ་ཡིན། བཙལ་བས་འདི་སྔས་ལ་ངས་ད། ནི། ཆུ་ཚོད་ག་ཤེད་ཅིག་ལ་ངས་ཐད་གཏོང་ཞིག་སྤྲོད་པ་ཡིན། ཐད་གཏོང་འདི་ནང་ལོགས་ལ། ངས་འདི་སྐོར་ལ་ངས། བརྙན་ཐུང་བཟོས་མཁན་དོ་བདག་རང་གིས་བོད་པའི་བརྙན་ཐུང་བཟོས་མཁན་དོ་བདག་རང་གིས། བུད་མེད་ཅིག་རེད། དོ་བདག་འདི་དང་ངས་མིང་འདི་ཟུར་འདོན་བྱས། བྱས་བྱས་བྱས་འདི་ནང་ལོགས་ལ། ངས་བཤད་པ་ཡིན། རྗེས་ལ་ངས་ཆུ་ཚོད་གཉིས་རྗེས་ལ། ཐད་གཏོང་འགྲོ་རྒྱུར་བརྙན་ཐུང་འདི། མ་བཏོན་པ་ཡིན། མ་བཏོན་བར་གྱི་རྒྱུ་བ་རྒྱུ་མཚན་ཆེ་ཤོས་གཅིག། དང་པོ་དེ་ལ་སྐད་དེ་ཡག་པོ་མི་འདུག་ཟེར་ལབ་ཡོད་རེད། གཉིས་པ་འདི། ཨ་འདིའི་ནང་ལོགས་ལ་ངས་ཟུར་འདོན་བྱས་བྱས་རྗེས་ཨ་བརྙན་ཐུང་བཟོས་ངེས་དེ་གི་མིང་འདི་བེད་སྤྱོད་བྱས་ཡོད་ཙང་ཨ་འདིའི་གཅིག་ང་རང་མ་བདེ་བ་ཞུ་བྱུང་རྒྱུ་མཚན་ཁར་ལ་ན་ས་ག་ཟླ་བ་རེད་ས་ག་ཟླ་བའི་གི་དུས་ཚོད་དེ་འདྲས་ཅིག་ལ་ཨ་ང་ཚོ་ཡང་གཅིག་གི་མི་གཞན་པ་སེམས་གསལ་ཡ་དང་མི་གཞན་པ་མ་སྐྱིད་པ་དེ་འདྲས་བཟོ་ན་ཡག་པོ་ཡོད་མ་རེད་བསམ་བྱས་བྱས་འདི་ཡིན་ད་ཡིན་ན་ཡང་འདིར་བརྗོད་གཞི་འདི་གལ་ཆེན་པོ་ཞུ་ཅིག་ཆགས་ཀྱི་ཡོད་ཙང་ཨ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་མི་མང་ལ་གོ་རྟོགས་སྤེལ་ཡ་དེ་ངས་གལ་ཆེན་པོ་མཐོང་གི་ཡོད་ཙང་ཨ་འདི་བརྗོད་གཞི་དང་འབྲེལ་བ་ཡོད་ཐོག་ནས་ཨ་ངས་མི་མང་ལ་གོ་རྟོགས་སྤེལ་ཆོག་བྱས་ཞུ་ཡ་ཡིན་ཨ་ངས་དེ་རིང་བརྙན་ཐུང་འདི་འགོ་བཙུགས་ཆོག་ཞུ་ཡིན།

ང་ཚོ་བོད་པའི་གི་བུད་མེད་དེ་ཚོའི་གི་སྡུག་ལོག་གྱོན་པ་གཅིག་པོ་མ་རེད་ང་ཚོ་བོད་པའི་སྤྱི་ཚོགས་ཁོ་ན་ན་ལོ་ལ་སྐྱོན་ཆ་དེ་ག་རེད་ཟེར་ལབ་པ་ཡིན་ན། ང་ཚོའི་གི་འཐབ་རྩོད་བྱེད་ས་དེ་རྒྱ་ནག་གཞུང་ཆགས་ཡོད་རེད། ཨ་ནི་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་ཐོག་ནས་ཨ་ནི་རྒྱ་ནག་གཞུང་གི Made in China གི་ཨ་ནི་བྱ་གླག་དེ་འདྲས་ཨ་ནི་ང་ཚོའི་གི་ཉོ་ཚོང་བྱེད་གི་ཡོད་རེད་ཨ་ཉོ་ཚོང་བྱེད་པ་ནས་བཞིན་གི་ད་མི་ཚང་མས་གི་སོ་སོ་སོ་ནང་ན་བོད་པའི་གི་ནང་ག་འདྲས་ཞིག་ནང་ལ་འགྲོ་བ་ཡིན་ན

ང་ཚོས་ཀྱི་འཐབ་རྩོད་ནང་ལོགས་ལ་རྒྱ་ནག་གི་བཟོས་ཤ་ཁྱོད་ཀྱི་བཅའ་ལག་དེ་འདྲས་ང་ཚོས་ཉོ་ཚོང་བྱས་པ་ཡིན་ན། འདི་གིས་ང་ཚོ་ལ་བོད་ཀྱི་འཐབ་རྩོད་ལ་ཕན་ཐོགས་ཡོད་རེད་པས་གནོད་སྐྱེལ་གྱི་ཡོད་རེད་པས་ལ་དྲི་བ་འདི་ཤུགས་ཆེན་པོ་ཞུ་རྒྱུ་རེད་བསམ་གྱི་འདུག་ད་དེ་དྲི་བ་འདི་ཤུགས་ཆེན་པོ་ཡིན་པ་འདི་སྙེ་མ་དེ་བ་ལ་གཅིག་སྟོང་དགུ་བརྒྱ་དགུ་བཅུ་ནང་ལོགས་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་རེད་བོད་ཀྱི་བུད་མེད་ལྷན་ཚོགས་རེད་མང་པོ་ཞིག་གིས་ལས་འགུལ་ཤུགས་ཆེན་པོ་ཞུ་སྤེལ་བ་རེད།

ད་ཡོད་ཙང་ང་ཚོ་བོད་པ་གསུམ་གྲས་བྱས་པ་ཡིན་ན་ཡང་ད་མ་དོན་ཅེ་ཅེ་རྒྱ་ནག་གིས་བཟོས་བྱ་རྒྱུ་གི་ལྕགས་ལ་ང་ཚོ་རྩ་བ་ཉིད་ནས་བེད་སྤྱོད་བྱེད་རྒྱུ་མི་འདུག་ཟེར་ལ་ཡ་གི་བློ་ཁོག་དེ་འདང་གི་ཡོད་མ་རེད་ག་ལ་གང་འཚམ་འདང་གི་འོ་མ་རེད་རེད་བ་ད་འདི་ཤུགས་ཆེན་པོ་རེད། ད་ཡིན་ན་ཡང་ང་ཚོ་བློ་ཁོག་དེ་འདང་གི་མི་འདུག་བསམ་བྱས་བྱས་བྱས་ཨ་ནི་རྒྱ་ནག་གིས་བཟོས་བྱ་རྒྱུ་གི་ལྕགས་ལ་དེ་འདྲ་ང་ཚོ་ཉོས་པ་ཡིན་ན་བོད་ཀྱི་རྩ་དོན་ལ་ཕན་གོ་རེད་བས་གནོད་གོ་རེད་ལབ་པས་ན་བོད་ཀྱི་རྩ་དོན་ལ་ང་ཚོ་གནོད་ཀྱི་ཡོད་རེད་ཞེས་བྱས་ངས་དེ་རིང་འདི་གསལ་པོ་ཞིག་ལབ་ན་བསམ་སྲིད། རྒྱ་ནག་གི་དཔལ་འབྱོར་ལ་ཁེ་བཟང་སྤྲད་ཀྱི་འདོད་པ་ཡོད་པ་ཡིན་ན་རྒྱ་ནག་གི་དཔལ་འབྱོར་ལ་ཁེ་བཟང་སྤྲད་འདོད་པ་ཡོད་ལབ་པའི་སྐབས་ན་རྒྱ་ནག་གི་བཟོས་ཤོག་ཁྱོད་ཀྱི་བཅའ་ལག་དེ་འདྲས་ང་ཚོས་ཉོས་པ་ཡིན་ན་དེ་རྒྱ་ནག་གི་ཨི་ཁོ་ནོ་མི་རྒྱ་ནག་གི་དཔལ་འབྱོར་ལ་ཁེ་བཟང་ཞུ་རག་ཡོད་རེད། རྒྱ་ནག་གི་དཔལ་འབྱོར་ལ་ཁེ་བཟང་གི་གམས་ཀྱི་མང་ང་རག་བ་ཡིན་ན་ར། ཨ་ནི་འདི་གམ་གྱི་ང་ཚོའི་སོ་སོའི་གི་དགྲ་བོ་འདི་རྒྱ་མི་ཡིན་ལབ། ཕྱོགས་གཞན་པ་གཅིག་ནས་རྒྱ་ནག་གི་དཔལ་འབྱོར་ལ་ཡར་རྒྱས་གཏང་ཡག་གི་གནས་སྟངས་དེ་འདྲ་ཆགས་པ་ཡིན་ན། ངའི་བསམ་པ་ལ་འདིས་ང་ཚོའི་བོད་ཀྱི་འཐབ་རྩོད་ལ་གནོད་གི་ཡོག་རེད་ཟེར་གྱི་བསམ་བློ་འཁོར་ཐིག་འདུག། འཛམ་བུ་གླིང་གི་རྒྱལ་ཁབ་ག་འདྲས་ཅིག་ལ་བལྟས་པ་ཡིན་ན། རྒྱལ་ཁབ་ཀྱི་དཔལ་འབྱོར་ཨི་ཁོ་ནོ་མིག་དེ་ཡག་པོ་ཡོད་པ་དོ། ཨ་ནི་ལུང་པ་འདི་ནང་ལོགས་ལ་ཅིག། ཅིག་རང་དབང་དང་དམངས་གཙོ་དང་དེ་འབྲེལ་གྱི་ལས་འགུལ་ཞེ་རགས་ཞེ་རགས་སྤེལ་ཐུབ་ཀྱི་ཡོད་མ་རེད། ད་ལྟའི་ཆ་ལ་རྒྱ་ནག་ནང་ལོགས་ལ་དམངས་གཙོ་དགོས་ཀྱི་ཡོད་རེད། ད་ག་ནང་བཞིན་གྱི་ང་ཚོ་བོད་རྩ་དོན་དོན་དག་ལ་ང་ཚོ་བོད་དེ་ལ་རང་བཙན་དགོས་ཀྱི་ཡོད་ན་རང་དབང་དགོས་ཀྱི་ཡོད་ན་ཅིག་དགོས་ཀྱི་ཡོད་རེད། དེ་ནས་རྒྱ་ནག་གི་དཔལ་འབྱོར་དེ་ཡར་རྒྱས་ཞུ་འགྲོ་གི་ཡོད་ཙང། ཨ་འདིའི་ཐོག་ལ་ང་ཚོ་བོད་བོད་ཀྱི་འཐབ་རྩོད་ནང་ལ་ང་ཚོ་ལ་ག་ལ་གང་འཚམས་ཀྱི་རྒྱབ་སྐྱོར་བྱེད་མཁན་རག་གི་ཡོད་མ་རེད།

ད་དེ་རིང་གི་བབས་ས་དེ་ག་རེད་ཟེར་ལབ་པ་ཡིན་ན། ད་ངེད་ཅག་ད་ལྟ་ང་བོད་པའི་གི YouTuber ཁ་ཤས་ཅིག་གིས་ད་ངེད་དེ་མིང་བོད་ཀྱི་མེད་ཁ་ཤས་ལ་ན་ས་ག་ཟླ་བ་ཆགས་དེ་ཡོད་ཙང་ཨ་བོད་པའི་གི་མིང་དེ་འདྲ་བོད་པ་ཡིན་ན་ཨ་ནི་མང་ཆེ་ཨ་ནི་བོད་པའི་བུད་མེད་དེ་འདྲ་རེད་ཨ་ནི་ད་དུག་ལོག་གོན་ཡ་ག་པོ་ཡོག་རེད་ཨ་ནི་དུག་ལོག་གོན་ཡ་དེ་བི་ཨ་ནི་དུག་ལོག་དེ་བི་ད་ག་རེ་གོན་མ་གན་ག་རེ་སྟོན་མ་སྟོན་དེ་སུ་སུ་འདོད་པ་རེད་དེ་ང་ཚོ་ལ་ཐུབ་ཡ་གས་ཁུ་ཅི་ཡོད་མ་རེད་ཨ་ནི་ང་ཚོ་ག་རེ་བྱེད་ཀྱི་ཡོད་པ་ཡིན་ན་ཡང་བོད་པའི་གི་ཡ་རབས་བཟང་སྤྱོད་གི་ཐོག་ནས།

ཀི་ཏནི་དང་སྙིང་དང་དེ་ཚོ་མ་གཏོགས་གཞན་པ་ཚང་མ་ད་སྔོ་སེར་དེ་བོ་ཐོག་ནས་སྟོན་གྱི་ཡོད་པ་འདུག་ད་དེ་སྟོན་མ་དེ་སུས་སུ་སྡོད་པ་རེད་ད་ཡིན་ནའི་ང་ག་རེ་ལ་དཀའ་ངལ་ཡོད་ཟེར་བ་ཡིན་ན། དུག་གློག་ག་རེ་ཉོ་གི་ཡོད་པ་ཡིན་ན། རྒྱ་ནག་ནས་བཟོས་ཞོག་གི་བཅའ་ལག་དེ་ད་ཁྱོད་རང་ཉོ་གི་ཡོད་རེད་ཁྱོད་རང་གོན་གྱི་ཡོད་རེད། ད་དེ་ལ་ང་ཚོ་སུ་གཅིག་ལབ་ཐུག་གི་མ་རེད་གལ་མི་འདུག

ཁྱབ་བསྒྲགས་འབུལ་གྲབས་བྱས་པ་མ་ཟད་དེའི་བུའི་སྤྲད་མོ་དང་གཤེན་ཁོ་རང་གི་དམིགས་བསལ་སྤྲད་མོ་ཁོ་རང་གི་མོ་རང་ལ་ཨ་སྒོར་གཅིག་སྟོང་ཉིས་བརྒྱ་ལྷག་དེ་འདྲས་ཀྱི་བཅའ་ལག་དེ་འདྲས་རིན་མེད་དང་སྤྲད་ཀྱི་ཡིན་དེ་ཁྱོད་རང་གང་མང་མང་ཁྱབ་བསྒྲགས་བྱེད་རོགས་གྱིས་ཨ་འདི་བྱས་ལ་ད་ཁྱབ་བསྒྲགས་ཁྱེད་ཀྱིས་བྱས་པ་ཡིན་ན་མོ་རང་ལ་ད་ཁྱབ་སངས་རག་དང་རག་ཨ་སྙམ་དུ་ལ་བོད་པ་གཞན་པ་དེ་ཚོའི་བཅའ་ལག་ཉོས་ཡ་རག་གི་རེད། བཅའ་ལག་ཉོས་པའི་སྐབས་ལ་ད company ག་འདྲས་ཅིག་གི་བཅའ་ལག་ཉོ་གི་ཡོད་པ་ཡིན་ན་ག་དུས་ནས་ཁོང་ཚོ་ག་རེ་ཡོད་ཟེར་ལབ་ན་རིན་མ་མེད་པའི་དང་སྤྲིག་གི་དམ་བསམ་ཙམ།

ད་ལྟ་ཡང་བོད་ནང་ལོགས་ལ་བཙོན་ཁང་མང་པོ་ཞིག་ནང་ལོགས་ལ་ང་ཚོའི་བོད་པའི་མི་རིགས་དང་རྒྱལ་ཁབ་དང་མི་རིགས་དོན་དག་ལ་ཨ་ནི་བློས་བཏང་བྱས་བྱས་བྱས་བཙོན་ཁང་ནང་ལ་སྡུག་པོ་མྱོང་དང་མྱོང་བཞིན་པ་རེད། དེ་ཚོ་ཚང་མ་རྒྱ་ནག་གཞུང་ལ་ཁ་བརྡའི་བཅག་བྱས་བྱས་བྱས་བཙོན་ཁང་ནང་ལ་ཡོང་རེད་སྡུག་པོ་མྱང་གི་ཡོང་རེད་མང་པོ་ཅིག་ད་གྲོངས་ཡི་གྲོངས་ཟེར་རེད། ད་ཁོ་ཚོའི་གི་ག་ལེར་ཡོད་རེད་ལབ་པ་ཡིན་ན། ངས་དེ་རིང་འདས་བོད་རྒྱལ་ཁབ་དང་མི་རིགས་དོན་དག་ལ་བོད་ནང་ལོགས་ལ་ངས་སྲོག་བློས་བཏང་བ་ཡིན་ན། བོད་རྒྱལ་ཁབ་དོན་དག་ལ་སྐད་ཆ་བཤད་པ་ཡིན་ན། ང་མྱངས་བ་ཡིན་ན་གལ་མི་འདུག་ང་སྲོག་སྒྲོག་པ་ཡིན་ན་གལ་མི་འདུག་ཡིན་ན་ངའི་དྲིན་ཚབ་པ་འདི་བཙན་བྱོལ་ནང་ལ་ཡོད་ངའི་བོད་མི་འདི་ཚོ་ངའི་དྲིན་ཚབ་པ་ཡིན་ཟེར་ཞེས་ཁོང་ཚོ་ཤུགས་ཆེན་པོ་བྱེད་རྒྱུ་ལབ་རྒྱུ། བཙན་བྱོལ་ནང་ཡོད་ངེས་བོད་མི་ཚོས་ཀྱི་བོད་ནང་ལ་བོད་མི་ཚོས་ཀྱི་དཀའ་ངལ་སྡུག་ངལ་ཡོད་བསྡད་པ་འདི་བཙན་བྱོལ་ནང་ཡོད་ངེས་བོད་མི་ཚོས་ཀྱི་སློབ་སྦྱོང་ཤེས་ཡོན་ཡོད་ངེས་འདི་ཚོ་གི་རྒྱལ་སྤྱིའི་སྡེང་ཆ་ནང་ལ་ཁྱབ་བསྒྲགས་འབོད་བསྒྲགས་བྱས་བྱས་བྱས་བོད་ནང་ལ་འགྲོ་བ་མིའི་ཐོབ་ཐང་མེད་པ་དང་ཆོས་དོན་རང་མོས་མེད་བ་དང་འདི་ཚོ་ཁྱབ་བསྒྲགས་འབོད་བསྒྲགས་བྱེད་རོགས་གྱིས། བོད་ནང་ལ་བོད་མི་ཚོས་ཀྱི་ཨ་ནི་རེས་གཟའ་ལྷག་པ་ཉིན་མོ་དེ་ལྷག་དཀར་སྲུང་བརྩི་བྱས་བྱས་བྱས་ཨ་ནི་བོད་པས་ཀྱི་བོད་པའི་ཁ་ལག་ཟ་གི་ཡིན། བོད་པས་ཀྱི་བོད་པའི་སྡུག་ལོག་གོང་གི་ཡིན། བོད་པས་ཀྱི་བོད་པའི་རྩ་ལ་ལྕགས་ལ་ཉོ་གི་ཡིན་ལ་བྱས་བྱས་ལས་འགུལ་ཤུགས་ཆེན་པོ་དེ་འདྲས་སྤེལ་གྱི་ཡོད་རེད། ཡིན་ནའང། ང་ཚོ་བཙན་བྱོལ་ནང་ལ་དེ་སྔའི་བོད་པ་ཚོས་ཀྱིས་རྒྱ་མིས་ཀྱིས་བཟོས་བྱ་རྒྱུ་ལྕགས་ལག་བོད་བརྒྱུད་བྱས་པ་མ་ཟད། ཨ་ནི་མང་ཚོགས་ལ་ཨ་ནི་གོ་རྟོགས་སྤེལ་བྱེད་ཅེས་བྱས་ཨ་ནི་ལྕགས་ལག་ཉོས་རོགས་བྱས་ལ་ཡི་གེ་ལས་འགུལ་དེ་འདྲ་སྤེལ་བ་ཡིན་ན། ངས་ཏག་ཏག་རྩ་བ་ཉིད་འགྲིག་གི་ཡོད་མ་རེད་བསམ་གྱི་འདུག་དེའི་ལས་འགུལ་དེ་སྤེལ་བྱེད་ཅེས་བྱས་ཨ་ནི་འདི་བོད་ནང་ལ་ལ་བོད་ཁྱབ་བསྒྲགས་ཞིག་བསྒྲུབས་པ་ཡིན་ན། བཙན་བྱོལ་ནང་ཡོད་ངེས་བོད་མི་ཚོས་ཀྱིས་ཨ་ནི་རྒྱ་ནག་གིས་བཟོས་བྱས་ཀྱི་གིས་དཔལ་འབྱོར་རྒྱ་ནག་ལ་དཔལ་འབྱོར་ཡར་རྒྱས་བཏང་ཡ་དང་བདག་ལ་རྒྱ་ནག་ནས་བཟོས་བྱས་ཀྱི་བཅའ་ལག་དེ་ཚོ་ཁྱབ་བསྒྲགས་བཏང་གི་འདུག་གཞོན་སྐྱེས་ཚོ་གྱོན་རོགས་བྱེད་ལ་ཉོ་རོགས་བྱེད་ཟེར་ལབ་ཀྱི་འདུག་འདི་ཨ་ནི་བོད་ནང་རང་ལུས་མེ་སྲེག་བཏང་ངེས་ཚོས་ཀྱིས་ཨ་ནི་ཕུའི་སྤུན་རྒྱག་ད་ལྟ་བཙོང་ཁང་ནང་སྡུག་པོ་མྱངས་དང་མྱོང་བཞིན་ཡོད་ཕུའི་སྤུན་རྒྱག་བཙོང་ཁང་ནང་སྡུག་པོ་མྱངས་དང་མྱངས་བཞིན་གྱི་ཆབ་སྲིད་བཙོན་པ་དེ་ཚོ་ཀྱི་ཨམ་ཅོག་ནང་ལ་གོས་པ་ཡིན་ན་ངས་བསམ་པ་བློས་ཕམ་ཡོང་གི་རེད་བྱུང། ང་ཚོ་ག་རེ་བྱེད་ཀྱང་རུང་མེད་ཀྱང་རུང་སོ་སོའི་ལས་འགུལ་སྤེལ་ཐུབ་ཀྱི་ཡོད་ཀྱང་རུང་མེད་ཀྱང་རུང། བོད་ནང་ཡོད་པའི་བོད་མི་ཚོའི་ཀྱི་བློས་བཏང་ལ་ང་ཚོ་རྩེད་མོ་རྩེ་ཡ་ཡོད་མ་རེད། བོད་ནང་ལོས་པའི་བོད་མི་ཚོའི་ཀྱི་སེམས་ཤུགས་ལྷག་བསམ་འདི་ལ་ང་ཚོ་འཛམ་བུ་གླིང་ནང་ཁྱབ་བསྒྲགས་འབོད་བསྒྲགས་བྱེད་ཀྱི་ཡོད་རེད། རྒྱ་ནག་ལ་ང་ཚོ་ཁ་བརྡའི་ལྕག་དགོ་དགོ་རེད། རྒྱ་ནག་གི་བཟོས་བཞག་གི་ལྕག་ལ་ལ་ང་རྩ་བ་ཉིད་ཉོ་གི་ཡོད་མ་རེད། རྒྱ་ནག་གི་དཔལ་འབྱོར་ལ་ང་ཚོ་ཡོང་རྒྱུན་སྤྲད་དགོ་དགོ་རེད། ཡིན་ན་ཡང་ང་ཚོ་རང་དབང་ལུང་པར་བསྡད་དེ་ངས། དམིགས་བསལ་ཨ་རི་ཀ་ན་ཀྲ་ཡུ་རོབ་ཁུལ་ལ་བསྡད་དེ་ངས་བོད་པ་ཚོས་ཀྱིས་རྒྱ་ནག་གི་བཟོས་ཤོག་གྱོགས་ཀྱི་བཅའ་ལག་དེ་འདྲ་ཉོས་པ་ཡིན་ན་ང་ཚོ་བོད་རང་བཙན་ཐོབ་གི་རེད་པས་བོད་ལ་རང་དབང་རག་གི་རེད་པས་བོད་ནང་ལ་བོད་མི་ཚོས་ཀྱི་ཚེ་སྲོག་བློས་བཏང་བ་དེ་ལ་ང་ཚོ་རྩེད་མོ་རྩེད་ཀྱི་ཡོད་རེད་ཡོད་མ་རེད་པས་འདི་དྲི་བ་དྲི་དགོས་ཨ་ཏི་ངའི་སེམས་ལ་དཔེ་མི་སྲིད་གལ་ཆེན་པོ་རེད་བསམ་གི་ཡོད། ད་འདི་གང་ལ་ཨ་ནི་ང་ཚོས་ད་སྙན་མང་ང་ཚོའི་གཞོན་སྐྱེས་མང་པོ་ཅིག་བོད་པའི་གཞོན་སྐྱེས་མང་པོ་ཅིག་གིས་མི་རྒན་པ་ལ་སྐད་ཆ་དྲི་གི་ཡོད་རེད། ང་ཚོ་རྒྱ་མི་ཅག་ལ་བོད་ཆོས་འཆད་ཆོག་མེད་རྒྱ་མི་ཅག་ལ་བོད་ཆོས་འཆིང་མེད་ལབ་གི་འོ་རེད་ང་ཚོའི་ནང་ལ་བཀའ་ཡོད་འདུག་བདེན་འདུག་དེ་ཚོ་ཚང་མ་རྒྱ་མི་ནས་བཟོས་བཤད་ཀྱི་རེད་འདུག་བ། མི་རྒན་པ་ལ་སྐད་ཆ་དྲི་གི་འོ་རེད། ལོ་གཞོན་ཤོས་དེ་ཚོ་དམིགས་བསལ Student of Free Tibet དང་གཞོན་ནུ་ནང་ལས་ཀ་བྱེད་ནས་ཡོད་དེ་ཚོ་གིས་སེམས་ཤུགས་ཤུགས་ཆེ་ཆེ་བྱས་རྒྱ་མི་གི་ཅག་ལ་བོད་ཆོས་མ་འཆད་ཡ་འབད་བརྩོན་བྱེད་ཀྱི་ཡོད་རེད། ད་ཕྱོགས་གཅིག་ནས་བོད་པའི་གི་ཡུ་ཏུ་པར་ཡིན་ལ་བྱས་བྱས་ང་ཚོ་སབ་སྐྲ་བ་བརྒྱད་སྟོང་ཁྲི་གཅིག་ཁྲི་གཉིས་ཡོད་ལ་བྱས་བྱས་ཨ་ནི་མ་དོན་བྱས་བྱས་སྡེ་བ་ལ་ཨ་ནི། ཅིག་དངུལ་གྱི་རག་ཡོད་དུ་བསམ་བྱས་བྱས་ཨ་ནི་ང་ཚོ་མང་ཚོགས་ལ་རྒྱ་ནག་གི་བཟོས་བྱ་རྒྱུ་བཅའ་ལག་དེ་འདྲས་ཨ་ནི་གོ་རྟོགས་པས་ཨ་ནི་འདི་ཉོ་རོགས་གྱིས་ལ་ཡི་གི། ཁྱབ་བསྒྲགས་བྱས་པ་ཡིན་ན་ང་ཚོ་གཞོན་སྐྱེས་ལ་དཔེ་མཚོན་ག་རེ་སྟོན་གྱི་ཡོད་རེད། ང་ཚོ་གཞོན་སྐྱེས་ལ་མིག་དཔེ་ཡག་པོ་ཞིག་སྟོན་གྱི་ཡོད་མ་རེད་དཔེ་མཚོན་ཡག་པོ་བྱ་གི་ཡོད་མ་རེད། ད་ག་དེ་བཞིན་གི་བོད་པའི་ཡུ་ཏུ་པར་ད་ག་རང་ལ་ད་འདི་བཟོས་བྱས་བྱས་ཁྱོད་རང་ལ་ཨ་སྒོར་གཅིག་སྟོང་གཉིས་སྟོང་འགྲོ་ཅིག་རག་གི་ཡོད་པ་བྱས། འདི་ཨ་སྒོར་གཅིག་སྟོང་གཉིས་སྟོང་ཅིག་རག་གི་ཡོད་པ་ཡིན་ན་ཁྱོད་རང་ལ་དུག་ལོག་དེ་འདྲས་ཅིག་གྱོན་ཡ་ཅིག་རག་གི་ཡོད་པ་ཡིན་ན། འདི་རྒྱ་ནག་ནས་བཟོས་བྱས་ཀྱི་དུག་ལོག་དེ་འདྲས་ཅིག་ཁྱོད་རང་གྱོན་པ་ཡིན་ན། བོད་ནང་ལ་བོད་མི་ཚོས་ཀྱི་ཆབ་སྲིད་བཙོན་པ་ཚོས་ཀྱི་བསམ་བློ་གཏང་དགོར་ད་བོད་ནང་ལ་བོད་མི་ཚོས་ལུས་སྲོག་ལོངས་སྤྱོད་གཏང་རྒྱུ་དང་བཟང་ཚོ་བསམ་བློ་གཏང་དགོར་ད། དཔལ་འབྱོར་ཅིག་རག་གི་ཡོད་པ་ཡིན་ན་དཔལ་འབྱོར་འདི་ང་ཚོ་ཅིག་ཇུས་ཐུབ་ས་རེད་པས། རྩ་བ་ཉིད་བརྗོད་ཐུབ་ས་མ་རེད། ང་ཡིན་ན་བརྗོད་ཐུབ་ས་མ་རེད། རྩ་བ་ཉིད་བརྗོད་ཐུབ་ས་མ་རེད། རེད་བ། འོ་ཅེ་ངས་ལབ་ཡི་འདུག་བ་ནམ་རྒྱུན་དུ་ལབ་སྡོད་ཀྱི་ཡོད། བོད་ནང་ལ་ཡོད་བོད་མི་ཚོས་ཀྱི་སེམས་ཤུགས་དེ་ཆགས་པ་ཡིན་ན། བོད་ནང་ལ་ཡོད་ཀྱི་བོད་མི་ཚོས་ཀྱི་སོ་སོའི་རྒྱལ་ཁབ་དང་མི་རིགས་དོན་དག་ལ་ཞེན་ཁོག་དེ་བརླག་བཏང་བ་ཡིན་ན། བརླག་བས་ཡིན་ན། ང་ཚོ་བཙན་བྱོལ་ནང་ལ་བསྡད་ངེས་བོད་པ་ཚོས་ཀྱི་སྐད་ག་ཚོད་རྒྱབ་ན་ཕན་ཐོག་མ་མ་རེད་ད། ད་ལྟ་བར་དུ་བོད་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་འདི་མ་བརླག་བ་འདི

ང་ཚོ་བོད་ཀྱི་འཐབ་རྩོད་ལ་ཕན་ཐོགས་ཀྱི་འདུག་གནོད་སྐྱེལ་གྱི་འདུག་རྣམ་པ་ཚོ་བསམ་བློ་གཏང་རོགས་བྱེད་ཞེས་ཞེས་ངས་འདི་འབོད་སྐུལ་ཞུ་བ་ཡིན་དེ་འདྲ་སོང་ཙང་ངས་ཚང་མ་བློ་ལ་འབོད་སྐུལ་ཞུ་ཡ་དེ་ག་ནས་ལབ་པ་ཡིན་ན། ཨ་ནི། རྩ་བའི་ད་རྒྱ་མིས་ཀྱིས་བཟོས་ཤ་ཁྱོ་ལྕགས་ལ་ག་འདྲས་སྦྱིན་པ་ཡིན་ནས་ང་ཚོ་བོད་ལྗོངས་མ་ཕྱི་ཡ་ཉོ་ཚོང་མ་ཕྱི་ཡ་བྱེད་དགོས་ཡ་ཅིག་རེད་ད་འདི་གལ་ཆེན་པོ་ཞེ་དྲག་རེད་ད་ཡིན་ན་ཡང་དཀའ་ལས་ཁག་པོ་ཞུ་ཆགས་ཀྱི་ཡོད་ཀྱི་རེད་བ། ག་ཞིག་ལབ་ན་སྒེར་དེ་རྩ་ཆེ་ད་ཆོས་ཅེས་རྒྱལ་ཁབ་དེ་རྩ་ཆུང་ང་རྩིས་བྱེད་བྱེད་བྱེད་ཨ་ནི་བློས་བཏང་བྱེད་མ་ཐུབ་པའི་གནས་སྟངས་དེ་འདྲ་ཆགས་ཀྱི་ཡོད་རེད། དེ་ནས་ཡང་བོད་པའི་ཡུལ་གྲུ་པར་རྣམ་པ་ཚོ། ཁྱོད་རང་ཚོས་ཀྱི་དེ་འདྲས་ཀྱི་ཨ་ནི་ཡུ་ཀྲུབ་ནང་ལོགས་ལ་ཨ་ནི་རྒྱ་མིས་ཀྱི་བཟོས་བྱས་ཀྱི་བཅའ་ལག་དེ་འདྲས་གོ་ལྡོག་སྤེལ་བ་ཡིན་ན་ད་དེ་རིང་དེ་ང་མིང་རྩ་བ་ཉིད་འབུད་གི་མེད་ས་ག་ཟླ་བ་ཆགས་བསྡད་ཀྱི་ཡོག་རེད་ཨ་ནི་འདི་གང་ལ་ཨ་ནི་ཅིག་མི་དམག་སྐྱིད་པ་དེ་འདྲས་ང་བཟོས་ཀྱི་འདོད་པ་མེད་ད་འདོད་དེ་འདྲས་ཀྱི་ཨ་ནི་ཡུ་ཀྲུབ་ནང་ལོགས་ལ་ལས་འགུལ་སྤེལ་གྱི་ཡོད་པ་ཡིན་ན།

ངས་བརྙན་ཐུང་གསན་གཟིགས་གནང་བ་དེ་ལ་རྒྱབ་སྐྱོར་གནང་དེ་ལ་སྙིང་ཐག་པ་མཐུ་ཆེ་ཆེ་ཞུ་ཡིན་དགའ་ན་དགའ་མ་དགའ་ན་མ་དགའ་རྣམ་པ་ཚོ་ཚོགས་ཞུགས་གནང་ན་མ་གནང་ན་ངེད་ཀྱི་དམིགས་ཡུལ་འདི་གོ་ཐོབ་པ་ཡང་ཡིན་རྣམ་པ་ཚོ་བརྙན་ཐུང་འདི་ཨ་ནི་ཐུགས་མཉེས་པོ་གནང་བའི་རེ་བ་ཞུ་གི་ཡོད་མཐུ་ཆེ་གནང།